ལྷན་རྒྱས་སྐུ་ཁམས་བཟང་ད་རིང་ཕྱི་ཚེས་སུམ་ཅུ་ཉིན་རྡ་སའི་ཉེ་འདབས་སུ་ཆགས་པའི་ས་རཱ་བྷིལ་གྱི་མཐོ་རིམ་སློབ་གཉེར་ཁང་དུ། སྐབས་ཉི་ཤུ་རྩ་བཞི་པའི་སློབ་ཕྲུག་དང་དེ་བཞིན་དགེ་རྒན་འོས་སྦྱོང། རབ་བྱུང་འཛིན་གྲྭ་བཅས་ཀྱི་བསླབ་པ་མཐར་སོན་གྱི་མཛད་སྒོ་ཚོགས་གནང་སོང། སྐབས་དེར་སྐུ་མགྲོན་གྱི་གཙོ་བོ་འཇམ་མགོན་རྟ་ཡི་སི་ཏུ་རིན་པོ་ཆེ་དང་གྷན་དྷའི་ཕོ་བྲང་གི་དྲུང་ཆེ་བློ་བཟང་བྱིན་པ། དེ་བཞིན་ཤེས་རིག་དྲུང་ཆེ་སོགས་མཛད་གཙོ་རྣམ་པ་མང་པོ་ཕེབས་གནང་ཡོད་འདུག། མཛད་སྒོ་གྲུབ་པའི་རྗེས་སུ་བླ་པ་ཐར་སོན་གྱིས་སློབ་མ་འགའ་ཤས་ཤིག་ལ་ད་རིང་གི་ཉིན་མོ་འདི་དང་བྲལ་ཆེད་ཚོར་སྣང་རེ་དེ་བཞིན་ཁོ་རང་ཚོའི་འོས་འགན་དང། དམིགས་ཡུལ་སོགས་ཀྱི་ཐད་ལ་བཅར་འདྲི་ཐུང་ངུ་ཞིག་བྱས་པ་བཞིན་རྣམ་པ་ཚོལ་སིང་སིང་གནང་རོགས། ཐོག་མ་དེ་ལས་ཁྱེད་རང་ད་རིང་གླ་པོ་ཐར་སྲོལ་བྱུང་བ་ལ་འཚམས་འདྲི་དང་བཅས་ཁྱེད་རང་གི་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང་ཐལ། བཀྲ་ཤིས་ལེ།
ངའི་མིང་བསྟན་འཛིན་དབྱངས་འཛོམས་ཡིན། ད་ལོ་སྐབས་ཉི་ཟླ་བཞི་པའི་གླ་པོ་ཐར་སོན་གྱི་སློབ་མ་ཞིག་ཡིན་ཟེར། བཀྲ་ཤིས་ལེ། ཁྱེད་རྣམ་པ་གཉིས་ལ། ད་ངའི་མིང་ལ་བསྟན་འཛིན་བསྟན་དར་ལགས་ཡོད། ང་ཕ་ཡུལ་བཟང་དཀར་ཆགས་པ་རེད་བཟང་དཀར་ནི་ཧི་མ་ལའི་རི་རྒྱུད་ཀྱི་རེད། ད་ང་རང་ལོ་བཞིའི་རིང་འདི་ལ་འདུག།

ཉིས་སྟོང་ཉི་ཤུ་རྩ་གཅིག་ནས་ད་ལྟའི་ཉིས་སྟོང་ཉི་ཤུ་རྩ་ལྔ་བར་དུ་ལ་དྭགས་མཐོ་རིམ་རིག་གནས་རབ་འབྱམས་པ་སློབ་སྦྱོང་བསྡུ་ཆེ་བ་ཡིན་སྟབས་ད་རིང་སྔ་ཉིས་སྟོང་ཉི་ཤུ་རྩ་ལྔ་སྤྱི་ཟླ་བཞི་པའི་གི་ཚེས་སུམ་ཅུ་ལ་དྭགས་བསྡུ་ཆེ་ནས་ཐོན་པ་རེད་ཨ་མྱེས་ངོ་སྤྲོད་མདོར་བསྡུས་ད་ག་རང་ཞོལ་དུ་ཕྱིན་ན། བཀྲ་ཤིས་བདེ་ལེགས་ངའི་མིང་ལ་ཚེ་བདག་ཅེས་ལེགས་ཡོད། ཨ་མྱེས་ཐོག་མ་དེར་ཡང་བང་ཆེན། ཀྱིས་སེམས་ཅན་རྣམས་ཀྱི་ཡོངས་ལ་བཟང་མོ་ལ་བཀྲ་ཤིས་ལེགས་ཞུ་བ་ཡིན། ད་ང་རང་འགྲོ་ཆགས་སོང་ཡིན་ན་ད་འདས་ཆགས་ལ་ཡ། ས་ར་ས་ར་ལ་བོད་ཀྱི་འོན་ཆུང་གི། དེ་ལབ་པ་ལྟར་སུན་འདུག་ཤིག་ཚག་འགྲུག་བོ་རེད། ལ་སོ་ད་ད་རེས་རིག་གནས་ཐོན་ནས་ཁྱེད་རང་ལ་ཚུར་སྣང་ག་འདྲས་འགྲོ་ཤེས་དེ། རིག་གནས་ཐོན་ནས་ང་རང་ཚོར་བ་དཔེ་ག་དེ་ལོ་དགའ་སྐྱོ་དྲི་མེད་ཚོར་བ་རེ་ཤེས་ལ། ལོ་བཞི་དེ་དཔེ་མགྱོགས་པོ་རུ་ཚོར་སོང་ལ་ཡིན་ནའི་ང་དེ་འདྲས་ད་ཚོར་ཡོད་ས་མ་ཚོར་སྙམ་འདུག་རྒས་ལ་སྙམ་འདུག་ད་ལོ་མ་སྙམ་འདུག་ཚོར་བ་དཔེ་སྐྱིལ་བྱུང་སོང་སྙམ་འདུག་སློབ་སྦྱོང་ད་འདི་དཔེ་ཡག་པོ་ར་སོ་ང་འདི། དེ་ལ་ས་ར་མཐོ་སློབ་ནང་ལོ་ལ།

མི་རིགས་ང་ཚོས་མི་རིགས་སེམས་པ་དེ་ག་འདྲས་སླེབས་ཡོད་ལ་ན་ད་ལྟའི་སུད་སུད་ཀྱི་ཅིག་སློབ་སྦྱོང་བྱས་པའི་བརྒྱུད་རིམ་གྱི་ནང་ལོགས་ལ་ཨ་ནི་ལོ་རྒྱུས་དང་རྩོམ་རིག་དང་བརྡ་སྤྲོད་དང་འདི་ཚང་མ་ཤེས་པའི་ཐོག་ནས་ཨ་ནི་ད་དེ་ལ་སློབ་སྦྱོང་བྱས་ནས་ཨ་ནི་བྱས་ནས་ད་ང་ཚོ་ལ་ཨོ་ང་ཚོ་མི་རིགས་འདི་ལ་དེ་འདྲས་ཀྱི་འདུག་ཨ་ཁྱད་ཆོས་དེ་འདྲས་ཀྱི་འདུག་ཨ་བསམ་བསམ་སླེབས་དུས་སུ་དེ་ཡང་སློབ་སྦྱོང་ད་ད་ང་རང་མཐར་ཕྱིན་འགྲོ་བར་དེ་རིང་རྫོགས་རེད་ད་ང་ཚོ་དེ་ཀྱི་མ་དེ་ལ་ཨ་ནི་སོ་སོས་ཨོ་ད་ཅིག་བྱས་ཡིན་ནའི་ཨ་བསམ་བསམ་རེད་ལོ་འདི་ནང་ལོ་བཞི་མི་ལོ་བཞི་ནང་ལོགས་ལ་ཨ་ནི་ཅིག་སུད་སུད་ཀྱི

ལོ་གཉིས་པ་ནས་ར་ད་ད་ནང་ང་རང་དེབ་སྟོན་གྱི་དམིགས་ཡུལ་ཅིག་འབྲི་བ་ཡིན་ར་ཨ་ནི་ད་ང་རང་གིས་དེབ་འདི་ད་ད་རིང་ག་རེ་སྟོན་ལ་ན་དྲན་ཤེས་ཀྱི་སྣང་བརྙན་ལ་ད་ད་འདི་ནང་ལོ་ལ་གཙོ་བོ་ངེད་ཀྱིས་ག་རེ་ཡ་ཕྱོགས་བསྒྲིགས་བྱེད་བཞག་ཡོད་ལ་ན་ད་ང་ལོ་བཞི་གྱི་རིང་ང་ར་རྩོམ་བྲིས་བཞག་རྒྱུ་ད་རྩོམ་ཚང་མ་ནང་ནས་ར་རྩོམ་ཡག་ག་ཡག་ག་ངེད་ཚོའི་ཕྱོགས་བསྒྲིགས་བྱས་ནས་ད་ངེད་ཀྱིས་ད་རེ་དེབ་ཅིག་དུས་ཕྱིན་མ་སྟོན་ཐུབ་སོང་ཨ་ནི་ད་ང་དམིགས་བསལ་ཏི་སི་ཀི་བུ་འགྲོ་བྱུང་ས་ད་ས་ར་ལ།

ཆིང་མཚོ་དགའ་སྐྱོ་གཉིས་ལྡན་གྱི་ད་ཨན་དུ་འཚོ་བ་ཤུགས་ཆེན་པོ་ཞིག་བྱས་ཏེ་ཡ་ཨ་ནི་བསམ་བློ་ཅིག་བཏང་བས་ན་ང་ཚོ་ད་ལྟ་མ་འོངས་པའི་གི་ད་མདུན་ལམ་ཚད་ཀྱི་ད་དུས་ཚོད་གལ་ཆེན་པོ་ཅིག་ཆགས་སྐོར་ད་ཡ་ཧི་ནས་ཡང་ཡང་བསམ་བློ་ཆེ་ཕྲན་ཅིག་བྱས་བ་ཡིན་ན་ཡོད་མ་རེད་འཛིན་གྲྭ་སྤུ་བོ་དང་མཉམ་དུ་བསྡད་སྐྱོ་ད་ཨན་མཐོ་སློབ་འདི་ནང་བསྡད་པའི་སྐབས་སུ་ཨ་ནི་ཉམས་མྱོང་རག་སྐྱོ་ད་འདི་ཚང་མ་ཡོད་བྱས་ནས་ཡ་ཨ་ནི་སེམས་པ་ཅི་ཞིག་ཀྱང་དགོས་འདུག། ལ་སོགས་ཐུགས་རྗེ། ལ་སོགས་དེ་ནས་ཁྱེད་རང་གླ་པ་ཐར་སོའི་ཉིན་མོ་དེ་དང་བྲལ་ནས་ནི་ཁྱེད་རང་ད་རིང་གླ་པ་ཐར་སོའི་ད་རིང་ཉིན་མོ་ཐོན་ནས་ནི་ཁྱེད་རང་ལ་འོས་འགན་གསར་བ་ག་རེ་ཡོད་རེད་བསམ་གྱི་འདུག་དེ་ནས་མ་འོངས་པར་འཆར་གཞི་རུ་དམིགས་ཡུལ་ཡོད་པ་ཡིན་ན། ལ་སོགས་ཨ་ནི་ད་ང་རང་ལ་འགན་གསར་བ་ཅིག་ག་རེ་ཡོད་ལ་ན་ད་ད་ཡིན་གོང་དུ་ཨ་ནི་སི་ཏུ་རིན་པོ་ཆེ་གིས་གསུང་བ་ན་བཞིན་རེད་ར་ད་ང་རང་ཚོ་སངས་རྒྱས་ཀྱི་བསྟན་པ་བརྗེ་བ་འདི་རྒྱུན་འཛིན་མཐོ་བ་ཅིག་བྱེད་དགོས་ཀྱི་ཡོད་རེད། འདི་གསུང་གི་འདུག་འདི་ང་རང་གིས་ཡང་ཅིག་ལས་འགན་ཅིག་ཆགས་ཀྱི་འདུག་ར་འདི་ཙམ་མ་ཟད་སྙམ་འདུག་ལ། ག་རེ་ཡོད་རེད་བསམ་གྱི་འདུག་ལ་ན་ད་ང་རང་ཚོ་གི་བོད་ཀྱི་ཆོས་དང་རིག་གཞུང་ཞིག་དང་འདི་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་བྱེད་ཡ་ཞིག་དང་འདི་ང་རང་ཚོ་གི་ལས་འགན་ཅིག་ཆགས་ཀྱི་འདུག་གང་ཡིན་ཟེར་ན་ར་དེ་རིང་ཁང་བཟང་གཞོན་སྐྱེས་མང་པོ་ཅིག་ད་ཕྱི་རྒྱལ་ལ་ཕར་འགྲོ་གི་འདུག་ར་ཕྱི་རྒྱལ་ལ་འགྲོ་ཡོང་དུས་བསམ་པ་ལ་ད་སོ་སོ་གི་རིག་གནས་དོ་སྣང་ཞེ་དྲག་མེད་པ་བྱེད་ར། ཕ་སྐད་ཀྱི་རིག་གནས་ལ་དོ་སྣང་མང་བ་བྱེད་རྒྱུ་བསམ་པ་ལ་ཨ་ནི་གང་འཚམ་གྱིས་ནི་ད་བོད་པའི་གི་ག་ལོག་རེ་སྐད་དང་རིག་གཞུང་དེ་ད་ག་ལེ་ག་ལེ་མ་འདུག་ཕྱིན་ནས་ཉམས་འགྲོ་གི་འདུག་ཨ་ནི་ད་ང་རང་ཚོ་ཆ་མཚོན་པ་ཡིན་ན་ར་བོད་ཡིག་སྦྱང་ཡས་ལ་ར་དཔེ་དགའ་བོ་ཡོད་བ་བྱས་ར་ཨ་ནི་བོད་ཡིག་ལ་ལྟས་ཀྱི་དོ་སྣང་ཡོད་བ་འོ་དེ་ནས་འགྲོ་ཞུ་ཡ་ཡིན་ཨ་ནི་ང་རང་གི་ད་དམིགས་ཡུལ་གཙོ་བོ་དེ་ག་རེ་ལ་ན་ད་ང་དེ་ནས་ཐོན་ནི་ར། མ་འོངས་པ་ལ་དང་པོ་ང་གཞུང་ཞབས་ཅིག་ཐབས་ཤེས་བཏང་ཡ་ཡིན། ད་གལ་སྲིད་གཞུང་ཞབས་དེ་ཡང་ནི་ཚུད་ས་མ་རེད་བསམ་སོང་ན། ཨ་ནི་ཡང་དགོན་སྡེ་ཁག་ལ་དགེ་རྒན་བྱས་ཡ་རེད་ཡང་ན་དྲ་ཐོག་གི་བརྒྱུད་ནས་ར་སློབ་ཚན་ཁྲིད་ཡ་རེད། འོ་ཏིག་ད་ང་རང་གི་ཨ་ནི་དམིགས་ཡུལ་ད་ག་རང་ཡིན་ད་ཟོ་ཐུ་ཆེ་ན། ལ་ཧོང་འོས་རྒན་ད་ང་རང་ཨ་ས་ར་མ་ལེ་ངོས་ནས་ང་རང་འོས་རྒན་བོད་པ་ཞིག་ཡིན་པའི་ཆ་ནས་ང་རང་འོས་རྒན་དཔེ་གལ་ཆེན་པོ་ཞིག་ཡོད་རེད་བསམ་གི་འདྲ། ད་ས་ར་གླེ་ས་ཡོད་ཆད་ལ་ད་བོད་ཀྱི་རིག་གཞུང་འདི་དཔེ་ཞིབ་ཚགས་པོ་སྦྱང་ས་ཡོད་ཆད་ལ་ད་ང་རང་ངོས་ནས་ད་མེད་མི་སུ་ལས་ན་ད་བོད་པའི་ཁ་རས་བོད་པའི་གི་རིག་གཞུང་ཐོག་ལ་ད་གོ་རྟོགས་སྤྲད་ད་ཨ་ནི་ང་རང་གས་ད་མུ་མཐུད་ནས་ལག་བསྟར་བྱས་ཏེ་ང་རང་གི་ལས་འགན་ཐོལ་བ་ཞིག་རེད་བསམ་གི་འདུག་ཨ་ང་རང་དེ་ཨ་ས་ར་ལ་སློབ་གཉེར་བྱས་ཡོད་རིང་ལ་ང་རང་ལོ་རྒྱུས་ལ་དཔེ་ཨ་དགའ་བ་ཤུགས་ཆུང་དཔེ་ལས་ས་ར་ལོ་རྒྱུས་ལ་ཁ་རས་བོད་ཀྱི་ཉེ་རབས་དང་ཨ་ནི་བཙན་པོའི་ལོ་རྒྱུས་ལ་ཆེ་ཚང་ང་རང་མ་འོངས་པའི་ཆ་ཤས་དེ་ང་རང་ཨ་ཞིབ་འཇུག་བྱས་ལ་ང་རང་འདོད་པ་ཡོད་འོན་ཏེ་ལོ་རྒྱུས།
ད་འོས་འགན་གསར་བ་སྒྲོག་བྱེད་དང་ཏན་ཏན་ཡོད་བསམ་གྱི་འདུག་ད། ཡོད་ཡིན་པ་རེད་ད་ང་ཚོས་ཀྱི་མི་རིགས་འདི་གནས་མ་གནས་ལས་འདི་སྐད་ཡིག་ལ་ཆ་བཞག་དགོས་རེད་སྐད་ཡིག་འདི་གནས་མ་གནས་ལས་འདི་སྐད་ཡིག་སྲུང་སྐྱོབ་བྱེད་མཁན་མི་འདི་ལ་ཆ་བཞག་དགོས་ར་ད། སྐད་ཡིག་སྲུང་སྐྱོབ་བྱེད་མཁན་མི་མེད་ཁ་ཆེ་ན། སྐད་ཡིག་འདི་རང་བཞིན་མེད་པ་གཏོང་འགྲོ་གི་ད་འཛམ་བུ་གླིང་ནང་ལ་སྐད་ཡིག་གཏོང་འགྲོ་མཁན་རྒྱལ་ཁབ་ག་ཚོད་དགོས་ཀྱི་ཡོད་རེད་ཡིན་ན་ང་ཚོས་ཀྱི་རྒྱལ་ཁབ་འདི་ད་ལྟ་བར་དུ་འདི་ནས་གནས་ཐུབ་ཡོད་ཀྱི། ང་ཚོས་ད་མི་རིགས་ངོ་རིགས་ཀྱི་འགན་འཁྱེར་ནས་ད་ལྟ་བར་དུ་སྲུང་སྐྱོབ་བྱས་པ་འདི་ལ་བརྟེན་ནས་ང་ཚོ་གནས་འདི་ཡོད་ར། དེ་ལ་བརྟེན་ནས་ད་མ་འོངས་པ་ཡིན་ནའང་ཨ་ནི་ང་རང་འདྲ་བ་ཅན་ཡིན་ན་མ་འོངས་པ་ཞིབ་འཇུག་འགྲོ་ཡི་གི་འདུག་ཆ་ཤས་འདྲ་བ་ཅིག་ཡོད་ཨ་ནི་མུ་མཐུད་ནས་ང་རང་སློབ་སྦྱོང་བྱེད་གི་འདོད་པ་ཡོད་མུ་མཐུད་ནས་སློབ་སྦྱོང་འདི་ག་རེ་སོ་སོའི་གི་མི་རིགས་ལ་རེ་སོ་སོའི་སྐད་ཡིག་འདི་ལ་ང་སེམས་གཏིང་ནས་ཁོ་རང་ཞེན་ཁོག་དང་ཁ་ལ་བོར་ད་སྤོབས་པ་འདྲ་བོ་སྙིང་སྟོབས་འདྲ་བོ་སྐྱེ་གི་འདུག་ང་རང་འོ་དེ་གི་མུ་མཐུད་ནས་ང་རང་སློབ་སྦྱོང་བྱེད་དགོས་བསམ་བསམ་རེ་སླེབས་ཀྱི་འདུག་ད་ཡག་ཤོས་བྱུང་ན་ད་དེ་ལས་ལྷག་ནས་ཁོ་རང་ཞིབ་འཇུག་ལ་ཐ་ནས་འབུམ་རམས་པ་དེ་འདྲ་བྱེད་གི་འདོད་པ་འདྲ་བོ་ཡོད་དེ་ལ་ཡིན་ནའང་ང་ཚོ་རྐྱེན་མང་པོ་ཅིག་ཐོག་ནས་ང་ཚོ་ཡང་དེ་འདྲའི་མ་ཐུབ་པ་དེ་འདྲ་འབྱུང་གི་འདུག་ཡང་ཡོང་གི་འདུག་དེ་འདྲའི་ཡོང་ན་ད་ངས་ཧ་གོ་མ་སོང་ར་ཡིན་ན་ཡང་ང་རང་ངོས་ནས་ད་གང་ཐུབ་ཅི་ཐུབ་བྱེད་ཀྱི་འདུག་ས་ནས་ཧ་ལ་བོར་ད་བསམ་བློ་འདྲ་བོ་བྱེད་ཨ་ནི་དེ་འདྲ་འདྲ་བོ་བྱེད་ཨ་ཧོས་གན་ད་ཡོད་པ་རེད་ཡ་ཨ་ནི་ས་རཱ་མཐོ་སློབ་ནས་རིག་གནས་སྦྱང་ངེས་ཅིང་པའི་ཆ་ནས་ང་ཚོ་བོད་མི་རིགས་ཀྱི་ད་མ་འོངས་པའི་ཐོག་ལ་ད་ལས་འགན་ཤུགས་ཆེན་པོ་བཞེས་ར་བསམ་གི་འདུག་ཡ་བོད་མི་རིགས་ཀྱི་མ་འོངས་པའི་བསྟུན་སྟངས་དེ་ག་ལ་ད་ཨ་ནི། བྱས་ཙང་ད་ང་ཚོས་ཀྱི་མདུན་ལམ་ག་རེ་ལེའོ་ཡིན་ནའི་ད། ད། བོད་ལ་ཕན་ཐོགས་པ་ཅིག་བྱེད་ན་ཡག་པོ་རེད་བསམ་གྱི། འཆར་གཞི་ལ་ན་འཆར་གཞི་མང་པོ་ཡོད་ད་ཡག་ཡིན་ཏེ་མང་པོ་དེ་ཚོ་ཚང་མ་ནང་ལོ་ནས་ད། དོན་གྲུབ་པ་ཅིག་ཡོང་ཨ་དེ་ད་ང་ར་གི་ཨ་རེ་བ་ཞིག་ཡོད་ར།